སྤྱི་བཏང་གི་གནད་དོན་གཞན་པ་གཅིག་ག་ལེར་ཡུལ་གྲུ་བཟོ་དགོས་བསམ་ནས་བང་རིམ་འདྲ་གཅིག་བྲིས་ནས་དེ་ཡོད་རོགས་ཡིན་པ་ནི་ད་ཁེ་སང་ངེད་ཅག་ཨ་ནི་ཡུལ་གྲུ་གལ་ཆེན་པོ་གཅིག་གང་ལྟར་ཨ་ནི་རྒན་དྲ་ལ་ཞུགས་པའི་འདི་བོད་པའི་བུ་མོ་ནོར་ནོར་དབུ་མོ་ལགས་ཀྱི་ཡུལ་གྲུ་གཅིག་འདུག་ཨ་འདི་ཡུལ་གྲུ་པར་ཚོ་ལ་ཡང་དཔེ་ཤ་གར་ཅན་སྤྲད་བསྒུགས་ཡོད་རེད་ལ་ཕྱི་རོལ་བ་འདི་ལ་ཨ་ནི་མཐུད་ནས་གང་ལྟར་མོ་རང་གི་ཡུལ་གྲུ་གཉིས་པ་འདིའི་ནང་ལོགས་ལ་ཡང་ཨ་ནི་མོ་རང་ཀ་མེད་བློ་བདེ་དུས་བསམ་པ་ལ་ཡང་ཨ་ནི་མོ་རང་ཚོར་བ་ཆེན་པོ་ངོ་ནས

ད་ང་ཚོ་དེ་གླིང་ལ་ཡང་སླེབས་པའི་འབྲུག་ནས་སླེབས་པའི་མི་མང་ཚོ་ཡང་གང་ལྟར་ད་སོ་སོ་རང་འདི་དུས་ལོ་བདུན་བརྒྱད་ཟེར་རེད་ཅེས་ཚོར་བ་ཞེ་དྲག་ཡོད་མ་རེད་བ། ཡིན་པ་ཡིན་ནས་ད་འདིའི་གི་སྐབས་ལ་ཡང་གལ་ཆུ་གལ་ཆེ་གལ་ངེས་ཀྱི་སྐབས་ལ་ཡང་ཨ་ནེ་མི་ཡིན་ད་ལོ་ཁྱེད་པ་རང་ད་གང་ཞེས་བ་དེ་དུས་གི་དར་མ་ཕོ་ས་མོ་ས་དར་མ་བྱོས་ར་ལོ་བཅོ་བརྒྱད་ནས་ཉི་ཤུ་སུམ་ཅུ་བར་ར་གི་མི་འདི་ཚོའི་ཚོ་ལས་ཚོར་བ་དེ་འདྲས་ཅིག་བྱུང་ཡོད་རེད་བསམ་གྱི་འདུག་ར། དེ་དུས་ང་ཚོ་དིག་ལིང་ནས་མ་སླེབས་པའི་གནས་དྲུང་ནས་མ་སླེབས་པའི་བོད་མི་ཚོ་ལ་ཡང་གཡས་གཡོན་མི་མང་པོ་ཅིག་གིས་སླབ་གྲྭ་ཁག་ལས་དེ་འདྲའི་ལག་གཡེར་ལག་གཡེར་རོ། ཕལ་ཆེར་ང་ཚོ་ལས་ལག་གཡུ་ཡོད་ད་དེ་དེ་འདྲའི་ཚོར་བ་ད་སླེབས་མ་སྟེ་ང་ཚོ་འབྲུག་པ་ཡིན་པར་འགྲོ་ཅིག་གིས་རྐྱང་རྐྱང་ཅིག་བཤད་དེ་གི་རོ། ཨང་ཚོ་བྱེད་བྱ་ལོས་འབྲུག་ཆོག་བྱེད་བྱ་འགྲོ་ཅིག་ད་མང་པོ་ཅིག་གིས་ད་ལ་དེ་གི་ད་དེ་ཚོའི་ད་ཕྱི་འཇུས་རེད་རོ་ཡིན་པ་ཡིན་ནས་ད་ཡིན་ནས་མོ་རང་གིས་སྐད་ཆ་དེ་དང་ང་རེ་ལས་སོ་སོར་རེ་ལས་ཡག་པོ་ཞུ་ཆེ་སོ་བ་དེ་བྱས་ནས་ཨ་ནི། འདས་མོ་རང་གྱ་གྱོ་མཚོན་པའི་ཐོག་ནས་སོ་སོ་ཡི་ནས་གནད་དོན་གཅིག་གཉིས་ཅི་ཡ་ནས་ཞུ་ཁ་ཅག་རེད་རོ་ད་ལྷག་པར་དུ་ང་ཚོའི་སྤྱི་ཚོགས་ནང་ལོ་དེ་མང་པོ་ཅིག་དེ་དོ་སྣང་བྱུང་ཡོད་གི་རོ་པད་མ་གོ་བ་ལྷག་པར་དུ་པད་མ་གོ་བ་ང་སྤྲོ་བྱས་ན་པད་མ་གོ་བ་གྱི་སྤྱི་ཚོགས་དེ་དངོས་གནས་ཀྱི་སོ་སོ་གི་སོ་སོ་གི་རིག་གཞུང་དེ་ལ་ཡང་ག་འདྲ་རྩ་འཛིན་བྱས་པའི་ཐོག་ནས་ཡག་པོ་ཞུ་མཐོང་གི་འདུག་ག་ག་དུས་ཡིན་ནས་ཁོ་རང་ཚོ་འཛོམས་དུས་ཙམ་པ་ལ་ཡང་ཁོ་རང་ཚོ་པད་མ་གོ་བའི་སྐད་དེ་བརྒྱབ་པའི་ཐོག་ནས། ཨ་ནི་སྐད་ཆ་ཞིག་ཡིན་འདུག་དེ་ཡག་པོ་ཞུ་རོགས་ད་ང་ཚོའི་གྲོ་ཆེན་སློབ་ར་ཡིན་པའི་ལྟར་གྱི་རྡོག་རྡོག་རེད་ད་གང་ལྟར་ད་སློབ་ར་སྐྱེལ་ཤིང་གི་ཡོད་མ་རེད་དེ་ནང་བཞིན་ཅིག་ད་སོ་སོ་མང་པོ་ཡོད་རེད་བ་དེ་གཞོན་སྐྱེས་མང་ཆེ་གི་སློབ་ར་སྐྱེལ་གྱ་གུམ་དང་ང་རང་གྲོ་ཆེན་ན་གྱ་འདོད་ཞུ་ཡོད་སློབ་ར་སྐྱེལ་ད་ཡིན་ནའི་རོགས་པ་གྱ་ཅིག་སོ་སོ་གི་ལོ་གཅིག་པའི་གི་རོགས་པ་མི་འདུག་བ།

བོད་སྐད་མ་རྒྱབ་ན་དུས་བོད་སྐད་བླ་ན་ག་རེ་ཡོད་དེ་ལབ་ཡོད་རེད་ང་ཚོས་བསམ་བློ་ཞིག་བཏང་དེར་བ་བོད་སྐད་བླ་ན་ཨིན་ཇི་ལི་བ་ཕ་ཁ་བསྡུར་བསྒྱུར་བ་ཡིན་ན། Tibetan Language། རེད་བ་བོད་སྐད། རེད་བ Tibetan Language བླ་ན་ག་རེ་ལབ་ཀྱི་ཡོད་རེད་བ Tibetan Language བླ་ན་རྒྱ་གར་ནང་ལོགས་ལ་རྒྱ་གར་ལུང་པ་ཅིག་ལ་འགྲོ་བ་ཡིན་ན Indian Language ལབ་ཀྱི་རེད་བ Indian Language བླ་ན།

དཔལ་མོ་གོ་བ་དེ་བོད་སྐད་རུ་བ་ཡ། ང་ཚོ་མང་པོ་ཅིག་གིས་བོད་སྐད་མ་ཁེངས་ལ་ལུགས་ད་བོད་སྐད་ལ་ན་ང་ཚོ་ཀྲེས་དེ་ལས་ང་ཚོ་ནམ་རྒྱུན་གྱི་སྤྱི་བཏང་གི་དབུས་སྐད་བྱོས་མ་རེད། འདི་གཅིག་པོ་བོད་སྐད་མ་རུ་བ་ང་ཚོ་ཁམས་ཕྱོགས་ལིན་ན། ཁམས་པའི་སྐད་ཁ་ཁ་ཡོད་རེད། ཨ་མདོ་འགྲོ་ཅིག་ན་ཨ་མདོ་སྐད་ཁ་ཁ་ཡོད་རེད་ང་ཚོ་གོ་ཚུལ་མི་འདུག་ཨ་མདོ་སྐད་འགྲོ་ཅིག་ཁོ་རང་ཚོ་དེ་བོད་སྐད་རུ་བ། བོད་སྐད་ཞུ་དུས་ཙམ་པ་ལ་བོད་ནང་ལོགས་ལ་ཡོད་པའི་གི་སྐད་ཚང་མ་ལ་ཡ་བོད་སྐད་ལབ་གི་ཡོད་མ་རུ་བས་ད་སོ་སོ་ལ་ཡ་ཚོར་བ་དེ་འདྲས་བྱུང་ཟུར་བ། ཨ་ནི་ད་ག་ནང་བཞིན་ཅིག་གིས་ཨ་མདོའི་སྐད་དེ་བོད་སྐད་ཡིན་པ་ནང་བཞིན་ཅིག་གིས་དབུས་གཙང་གི་སྐད་དེ་བོད་སྐད་ཡིན་པ་ནང་བཞིན་གཅིག་ཡིན་ན། མདོ་སྟོད་ཀྱི་སྐད་དེ་བོད་བོད་སྐད་ཡིན་པ་ནང་བཞིན་གཅིག་ཡང་ད་ང་ཚོའི་གྲུ་གཟིངས་ལྷོ་བྲག་རོ་ལྷོ་བྲག་སྐད་དེ་མང་པོ་ཅིག་ང་ཚོ་དིག་ལེན་དང་པོ་ལི་དེ་དུས་མང་པོ་ཆེ་ལེགས་ཀྱིས་ད་བག་མ་བག་འགྲོ། འདི་ཡང་བོད་སྐད་ཡིན་པ་ནང་བཞིན་གཅིག་ཡིན་ན་དཔལ་མོ་ཀོ་བ་སྐད་དེ་བོད་སྐད་རོ་བ་ཡང་རོ་བ་ཡང་དེ་ང་ཚོ་གཟིངས་མི་ཡིན་གཅིག་མིན་གཅིག་བསམ་བློ་ཞིག་བཏང་གོ་ད་བོད་སྐད་ལ་དེ་བསམ་པ་ལ་དགྲ་ཞིག་དེ་ལ་ང་ཚོ་དབུས་བལ་གྱི་སྐད་དེ། དབུས་གཙང་གི་སྐད་ལེགས་ནས་དབུས་སྐད་འགྲོ་ཞིག་ལེགས་ཏུ་ཨ་ད་འདི་གཅིག་པོ་བོད་སྐད་མ་རེད་བ་བོད་སྐད་བསླབ་ན་བོད་ཀྱི་སྲབ་སྒྲ་འདིའི་ནང་ལོགས་ལ་ཡང་ཨ་ནི་བོད་པ་གི་གང་ལྟར་མངའ་སྡེ་འདྲ་མ་འདྲ་ཡོད་རེད་རྫོང་འདྲ་མ་འདྲ་འདི་ཚང་མ་ལ་ཡང་སོ་སོའི་སྐད་ཡོད་རེད་འདི་ཚང་མ་བོད་སྐད་རེད་བ་དེ་བྱས་ནས་ང་ཚོ་སྐད་ཆ་འདི་ལྟ་ངས་ནོར་གྱི་ཡོད་རེད་བསམ་གི་འདུག་བོད་སྐད་མ་བསྐྱབས་ནི་ཨ་ནི་དཔེ་མ་གོ་བའི་སྐད་ར་ལང་ཆ་ལང་ག་རེ་བྱེད་ནས་གས་ཀྱི་ཡོད་རེད་ལ་ཞེས་དང་འདི་ངས་ཞུ་ནོར་གྱི་ཡོད་རེད་བསམ་གི་འདུག་འདི་གཅིག་བྱས་ཨ་ནི་ཡིན་གཅིག་མིན་གཅིག་མི་ཚང་མ་དབུས་སྐད་ག་གོ་ཨེ་ཟེར་གས་ཡོད་མ་རེད་དབུས་སྐད་དེ་རྒྱལ་ཁབ་འདི་བོད་གང་ཟག་གི་སྐད་མ་རེད་བ། འདི་བོད་ཀྱི་ཆ་ཤས་གཅིག་གི་སྐད་རེད་མ་གཏོགས་གཅིག་གིས་ཨ་མདོ་ཕྱོགས་ལ་ཡང་ཨ་མདོའི་སྐད་གི་ཡོད་རེད་བ། འདི་བཅས་ནི་ངས་ཀྱི། འདི་ངས་ང་སྤྱི་ཚོགས་ནང་ལོགས་ལས་མང་པོ་ཞིག་མཐོང་སོང་བ། འདི་བཅས་ནི་ངས་ཀྱི་ད། ནོར་ནོར་དབུ་མོ་ལགས་ཀྱི་མོ་རང་གི་དཀའ་ངལ་གཅིག་ཡོད་རེད་བ་ད་ཁྱེད་ཚོ་བོད་པའི་སྐད། དཔོན་མོ་ཁོང་ཚོ་བོད་ལ་བོད་ཀྱི་གནད་དོན་ལ་ཡང་ཇུས་གཏོགས་ག་རེ་ཅན་བྱེད་ཀྱི་འདུག་འགྲོ་ཤག་ས་ངེད་ཅག་བིད་འགྲོ་གཉིས་པ་དེ་ནང་ལ་ད་ག་རང་གསུང་གི་འདུག་འདི་ནང་བཞིན་གཅིག་གིས་ཨ་ནི། ང་ཚོའི་ནམ་རྒྱུན་འདི་འདྲའི་ལྕེ་ཡིས་ལ་དེ་གི་ཐོག་བོད་སྐད་མ་བསྐྱལ་ནས་དེ་ཕེར་ར་ལང་ཆ་ལང་ལ་དེ་ཞུ་ནོར་གྱོད་རེད་བསམ་གི་ཐོག་བསྐྱལ་དུ་ཞོན་ཡོད་རེད་བ། བོད་སྐད་ལ་དེ་བརྩམས་པ་ལ་ཡ། དབུས་པའི་སྐད་གཅིག་པོ་བོད་སྐད་མ་རེད་བ། བོད་ཀྱི་སྲབ་ཁྲ་དེའི་ནང་ལོགས་ལ་ཡ། རྫོང་འདྲ་མ་འདྲ་མངའ་སྡེ་འདྲ་མ་འདྲ་ཚང་མའི་ནང་ལོགས་ལ་ཡ་བོད་པ་ཚང་མའི་སྐད་སྣ་ཁ་མང་པོ་ཡོད་ཀྱི་རེད་བ། སྣ་ཁ་གྲངས་ཀ་ག་ཚོད་ཡོད་ད་ང་ད་གི། གྲངས་ཀ་ཕལ་ཆེར་ད་ག་ཚད་ཅིག་ང་ཧ་འུ་མེད་རེད་བ། འདི་ཚང་མ་བོད་སྐད་རེད་ད་ཡིན་གཅིག་མིན་གཅིག་བོད་སྐད་ལ་དེ་དབུས་པའི་སྐད་དེ་གཅིག་པོ་གཅིག་པོ་བོད་སྐད་ཡིན་པ་དེ་ཁྱབ་རྒྱུ་ཡོད་མ་རེད་ཞོན་ཡོད་རེད། དེ་དང་ཆབས་ཅིག་ཏུ་སོ་སོ་དེ་གའི་གླིང་གྲོགས་ཅིག་ཡིན་པའི་ཆ་ནས་དེ་གའི་གླིང་ལ་ཡང་སྙེ་མ་ང་ཚོའི་ཚོར་བ་འདི་ཡོད་རེད་བ་དང་ང་ཚོ་ལ་ཡང་འབྲུག་པ་འབྲུག་པ་ལ་འདི་ཡོད་རེད་བ་དང་འབྲུག་ནི་མ་སླེབས་ཚར་ཞེས་བྱ་ནི་སྐད་དེ་གང་ལྟར་ནམ་རྒྱུན་འདིའི་ཁོར་ཡུག་ལས་ལྷོབ་རག་གི་མི་ཞེ་དྲག་ཡོད་ཀྱི་མ་རེད་བ། ཨ་ནི་ལྷོབ་འདིའི་ཚོར་བ་དེ་ང་ལ་ཡོད་པའི་ཆ་ནས་ཨ་ད་འབྲུག་ནི་མ་སླེབས་དེ་བ་འདི་ཡི་ཞོར་དོར་ལ་ད་འབྲུག་ནི་མ་སླེབས་དེ་བ་ཚོར་ལས་གང་ལྟར་སྙེ་མ་དཀའ་ངལ་ཆེན་པོ་ཞུགས་ཅིག་བྱུང་རེད་བ་དང། སྤྱི་བཏང་གི་དཀའ་ངལ་དང་གང་སྟེ་སྒྲུག་ཆོག་སྒྲུག་ཆོག་གྲོས་འབྲེལ་ལ་དེ་དང་གང་ལྟར་འབྲུག་པ་ཡིན་ང་ཚོ་འབྲུག་པ་གི་མི་ཡིན་པར་གྲོས་འབྲེལ་གྱི་རྣམ་འགྱུར་སྟོན་དེ་དང་དེ་འདྲའི་ད་ང་ཚོ་ད་ཆུང་ཆུང་ར་དེ་དུས་ང་ཚོ་གི་ལོ་ཁེངས་པ་ཚོ་ལ་ཡང་འབྲུག་ནི་མ་ད་འབྲུག་ལ་དུས་བོད་དགྲ་བོ་དགྲ་བོ་རེད་རེད་དེ་དུས་ང་ཚོ་ཕ་མ་ཚོ་འབྱོར་བོ་ག་རུ་ག་རུ་ཡོད་སར་ད་བོད་ནི་མ་སླེབས་པ་ན་དེ་དུས་འབྱོར་ནང་བརྩིས་ཏེ་དེ་འདྲའི་མང་པོ་བྱུང་ཡོད་སར་བ་དེ་འདྲའི་སྔོན་ནས་བོད་པ་སྤྱི་ཚོགས་ནང་ལ་ད་ངེད་མ་ནས་བྱུང་དུས་ཀྱི་ར་ནས། དེ་ཚོའི་ནང་ཁྲོལ་རེ་རོ་ད་དྲུག་གནས་མ་སླེབས་པ་མི་ཚོ་སྒྲུབ་བྱེད་ན་ད་ག་པ་ག་ཤི་ད་མ་རོ་བ་ད་དྲུག་ནང་ལོག་ལས་ད་བོད་གཞུང་ཡིན་མ་ད་ཡིན་ན་དྲ་རོ་དྲུག་གི་ནང་ལོག་ལས་ཡ་གནས་ཚུལ་བྱུང་པ་དེ་ལས་ཡ་ཨ་ནི་བོད་གཞུང་གིས་ངས་ཞུ་བྱེད་དེ་ལས་ཡ་གལ་ཆེན་པོ་ཞིག་བརྩི་གི་མེད་པ་འགྲོ་བྱེད་ཚོར་བ་སླེ་དེ་གི་དུ་ར་ཨ་ས་ངས་ཆ་ང་བོད་ཀྱི་དཔེ་མཛོད་ཁང་ནང་ལོག་ལས་འགྲོ་དུས་ཡ་མང་པོ་ཅིག་བྱར་ཤར་བ་མང་པོ་ཅིག་ང་ང་ར་ག་ཅིག་དྲུག་ག་ཅིག་གནས་གནས་ཚུལ་འགྲོ་དུས་དེ་བ་ཡོད་ནའང་བསམ་ནས་བཏང་ཡིན་རོ་བ་ཅེས་སྔས་མ་སོ་ད་ཡོད་པ་ཡིན་ན་ནི་གོང་གལ་མེད་བ་ཞུ་རོ་བ། གཅིག་འདི་དངོས་གནས་བོད་ཀྱི་གས་རབ་ནང་ལོག་ལས་གནས་ཚུལ་གལ་ཆེན་པོ་ཞུ་ཅི་རུ་བ་ཡ་བོད་པ་སྤྱི་ཚོགས་གཅིག་ཕ་ནས་ཡ་མ་སྤུས་པ་འདི་ནང་ལོག་ལས་ཆབ་སྲིད་ཀྱི་རྙོག་དྲ་མང་པོ་ཞུ་ཏུ་བ་ཡ་འདི་སང་མ་འདི་ཚོ་ཆབ་སྲིད་ཀྱི་རྙོག་དྲ་འདི་བོད་བོད་རིགས་ག་ཤེད་ཅིག་གི་མྱངས་རུ་བ་ད་ང་ཚོ་འགྲོ་ཆག་ཤར་ན་ད་ང་འགྲོ་བྱེད་ན་ད་ཁ་བཏུག་གི་དུག་པོ་མྱངས་བ་དེ་འདྲ་ད་གས་མེད་ད་ངས་སྐྱེ་མེད་འགྲོ་བྱེད་ན་མང་པ་ལ་འགྲོ་བྱེད་ན་འབྲུག་པའི་བཙོན་ཁང་ནང་ལོག་ལས་ཡ། ད་ནི་བརླག་གཞུང་གི་ལས་བྱེད་འགྲོ་གཞི་རེད་ད་གང་ལྟར་དངོས་གནས་བརླག་བྱ་རྒྱུ་གཅིག་རེད་བ་ད་འུར་འུར་དེ་གབ་ཡོད་རེད་ལ་ཞེས་པ་དེ་འདྲ་ཡིན་མེད་ད་གང་ཞིག་དེ་གང་ལྟར་ད་གང་ལྟར་པཱ་བརླག་དེ་དུས་ནས་བྱུང་ཡོད་མར་ད་ཆུང་ཆུང་སྤུག་ལོ་ཆུང་ཆུང་ནས་པཱ་བརླག་བརླག་རེད་དེ་གཅིག་པོ་མ་རེད་འབྲུག་ནི་མ་བརླིག་དེ་དུས་ཨ་ནི་ཁྱོ་ག་སྐྱེས་མའི་ཁ་བྲལ་བ་དེ་འདྲ་ཡོང་གི་རེད་རེད་ངས་པཱ་བརླག་འགྲོ་ཆ་བྱས་ན་འབྲུག་ནི་མ་བརླིག་དུས་སྒོར་མོ་བཞི་བརྒྱ་ལྔ་བརྒྱ་ཞིག་ལས་མེད་གསུང་གི་འདུག་ཉིན་བརྒྱ་གཅིག་གི་ས་དེ་འདྲའི་བཙོང་རེ་བཙོང་དུས་ཚོད་མེད་པ་བྱས། ཁང་པ་དེ་ཚོའི་བཙོང་བ་དེ་འདྲའི་དུས་ཚོད་མེད་པ་བྱས་མ་གོ་མ་ལྔ་བརྒན་དངུལ་ཁ་རི་ཡོད་པ་དེ་ཁྱེད་ལས་འདི་དུས་ནི་པར་ལ་དཀའ་ངལ་འགྲོ་ཞེས་གམ་ལས་རུ་བ་དང་བྱས་ཙང་གང་ལྟར་ངའི་ཞུ་དོན་གཙོ་བོ་འདི་ཨ་ནི་ངེད་ལ་ང་ཚོ་མགོ་འཚོས་བར་བྱེད་རོགས་མི་གཅིག་ལས་ཡག་ག་དུས་ཡིན་ནའི་གཅིག་མ་ལ་ངེད་ལ་ཡག་འདི་གི་གནས་ཚུལ་གྱི་རྒྱབ་ལྗོངས་འདི་མགོ་འཚོས་བར་བྱས་ཨ་འདི་འདྲའི་བཤད་པ་ཡིན་ན་སྤྱི་ཚོགས་སྐྱིད་བོ་ཡོང་གི་རོགས་ད་སྤྱི་བཏང་སྤྱི་ཚོགས་བོད་པ་སྤྱི་གོ་མ་ལ་སྤྱི་ཚོགས་ག་བ་ཡིན་ནའི་འདི་རྙོག་དྲ་བསླང་མཁན་མི་གཅིག་ད་ཡོད་རོགས་འདི་གསང་བ་ད་འདི། རྒྱ་མིའི་སོ་བ་རེད་ལ་ནི་འགྲིག་གི་མ་རེད་ད་ཅི་རྒྱ་ལུང་པ་ཚང་མ་གླིག་འདུག་ད་རྒྱ་གར་ནང་ལོག་ལས་དེ་འདྲས་མང་པོ་འདུག་ད་ཨ་རི་ལས་ཡོད་ཀྱི་རེད་དེ་ནི་ནང་ཆེན་ཟེར་ཙང་རྒྱ་མི་དེ་ནས་མི་གཤིས་ཀ་འཁོར་བ་དེ་འདྲས་ཞིག་གུག་ཡོད་ཀྱི་རེད་བ་ད་སྤྱི་ཚོགས་ནང་ལོག་རོགས་དེ་འདྲས་འགྲོ་བཞིན་ཡིན་ལགས་སོ་དུས་ཕྱིན་ན་ད་ངས་གང་ལྟར་བིད་འགྲོ་གཙོ་བོ་དེ་ད་ནོ་ནོ་འོ་མོ་ལགས་ཀྱི་བིད་འགྲོ་དེ་དངོས་གནས་བིད་འགྲོ་གཉིས་པ་དེ་སོ་སོ་ཡིན་ནས་ཚོར་བ་ཞུ་ལས་སོ་འདི་བྱས་ནས་ཨ་ནི་བིད་འགྲོ་ང་ཆ་ཤས་ཞན་པ་བྱོས་དེ་ད་བིད་འགྲོ་དེ་ཞོག་ཟེར་བས་འགྲོ་ཆ་ད་ག་རང་འགྲོ་བཞིན་དུ་ཕྱིན་ན་ཡ་ཡ་ཨ་ནི་བསྐྱར་དུ་བྱེད་རོགས་གནང། ལགས་སོ་བཀའ་དྲིན་ཆེ།